དེ་ནས་ཐུན་མིན་ཐར་པ་ཆེན་རྨ་ཀ་སྡེ་ཟེར་བ་འདི་ནང་ལོགས་ཀྱི་ཐུན་མིན་ཟེར་བ་སྟེ་ཐུན་མོང་མ་ཡིན་པ་ཟེར་བ་ཨ་དེ་གི་ཚིག་བསྡུས་པ་རེད། ཐུན་མོང་དང་ཐུན་མོང་མ་ཡིན་པ་ཞེས་བསླབ་པ་ཡིན་ན་ཐུན་མོང་ལབ་ན་སྤྱི་ལ་ཆགས་པ་དཔེར་ན་མི་ལྔ་གི་སྤྱི་ལ་རྒྱུད་ནོར་བཅུ་ཡོད་པ་ཡིན་ན་དེ་ཁོང་ཚོ་ཐུན་མོང་གི་རྒྱུད་ནོར་ཆགས་ཡོད་པ་རེད། ད་ནི་མི་སྒེར་ལ་འོང་བའི་རྒྱུད་ནོར་དེ་ཐུན་མོང་མ་ཡིན་པ་ཆགས་ཡོད་པ་རེད། ཐུན་མོང་མ་ཡིན་པ་ཟེར་བ་དེ་གའི་བསྡུས་ཚུགས་ཐུན་མིན་ཟེར་བ་དེ་རེད། དེ་ནས་ཐེག་པ་ཆེན་རྣམས་ཟེར་བ་དེ་དག་ཐེག་པ་ཆེན་པོའི་སྡེ་སྣོད་རྣམས་ཟེར་བ་དེ་རེད་རྣམས་ལབ་ན་མང་ཚིག་ཨ། གཉིས་ཡལ་སྟབས་ལ་རྣམས་ཟེར་བ་གི་ཚིག་དེ་འཇུག་གི་ཡོད་པ་རེད། མ་ག་དྷཱ་ལབ་ཡ་དེ་བོད་སྐད་ལ། གཡུ་ལོ་དབུ་དབྱི་ཟེར་བ་དེ་གི་དོན་དག་ཡིན་པ་རེད། དེ་ནས་ལྷོ་ཕྱོགས་སྤྲེལ་མེ་འབྱུང་བ་ཤེས་ཆེ་རི་རི་ཟེར་བ་དེ་དག་ཆིན་གྱི་བཀའ་བསྡུ་མཛད་ས་གི་གཡུལ་ངོས་སོང་གི་ཡོད་པ་རེད། ཨ། སྤྲེལ་མེ་འབྱུང་བ་ཟེར་བ་དེ་བོད་སྐད་ཡིན་པ་དང་ལེགས་སྒྱུར་གྱི་སྐད་ལ། བི་མ་ལ་སམ་བ་བ་ཟེར་བ་དེ་འདྲ་ཅིག་རེད། སྤྲིན་མེད་འབྱུང་བ་ཞེས་བྱ་བའི་རིས་མིང་ལ་སྤྲིན་མེད་འབྱུང་བ་ཟེར་བའི་རིས་ལ་ཐེག་པ་ཆེན་པོའི་སྡེ་སྣོད་གསུམ་བཀའ་བསྡུ་མཛད་པ་རེད། རྡོ་རྗེ་འཛིན་ཟེར་བ་འདི་གསང་བདག་ཕྱག་ན་རྡོ་རྗེ་གི་མཚན་རེད། ནམ་རྒྱུན་བོད་པ་ཚོ་ཕྱག་རྡོར་ཀྱང་ཟེར་གི་རེད། ཕྱག་རྡོར་གྱིས་ཐེག་ཆེན་གྱི་མདོར་བསྡུས་བསྡུས་པ་དང་རྗེ་བཙུན་བྱམས་པ་མགོན་པོ་གིས་ཐེག་ཆེན་གྱི་འདུལ་བ་བསྡུས་པ། འཕགས་པ་འཇའ་དཔལ་ཡང་ན་རྗེ་བཙུན་འཇམ་པའི་དབྱིངས་ཀྱིས་དག་ཆེན་གྱི་མངོན་པར་བསྡུས་པ། དེ་འདྲ་ཞིག་རེད། གསང་བདག་ཕྱག་ན་རྡོ་རྗེ་དང་རྗེ་བཙུན་བྱམས་པ་མགོན་པོ་འཕགས་པ་འཇའ་དཔལ་གསུམ་དེ་དག་ཆེན་ཐུན་མོང་མ་ཡིན་པའི་སྡེ་སྣོད་གསུམ་གྱིས་བསྡུས་པ་པོ། སྡེར་ནུབ་གསུམ་བསྡུ་མཁན་རེད། འོ་དེ་འདྲ་ཅིག་གསུང་གི་ཡོད་པ་རེད། དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཅིག་ནི་མཚམས་བཞག་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།